ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། སྤྲིན་པ་སྐེ་རགས་བཅིངས་པའི་གངས་རི་གཅིག། སྨུག་པ་ལ་བར་བྱུང་པའི་རྫ་རི་གཉིས། གངས་ཆུ་ཡོངས་ཁྱབ་བཤམས་པའི་སྤུངས་ཆུང་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། ཚེ་གཟུགས་བློ་མཐའ་རྒྱས་པའི་དར་ཁྱུག་བཀྱིགས། རི་ལུང་རྡོ་པའི་ལབ་ཙེ་དགུ་ཚིགས་གཉིས། དབྱངས་ཁྱིམ་སྐྲ་རེ་ཤེས་པའི་སྨུག་ཚིགས་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། སེམས་ལ་ཐོབ་པའི་དད་པའི་ལྷ་ཁྱུག་བཀྱིགས། དབྱར་གསུམ་བཞད་པའི་མལ་དུ་སླེབས་མ་ཉིན། སྒྲ་དབྱངས་སྙན་པའི་དབྱངས་ཀྱི་ལྷ་མོ་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། འབྲུག་ལས་འཁོར་སའི་སྦྲ་ནག་གྲུམ་ཤིག་ཤིག། མགོ་གཟུགས་དཔེར་ཁ་ཆེ་བའི་ཚ་གཡུ་གཉིས། ལུག་ཁྱུ་རི་ལ་བཀྲ་བའི་རྫི་བོ་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། ཨ་ཆེན་འབྲུག་མོ་སྐྱོ་མེད་འཛུམ་མདངས་ཀྱིས། ལུང་མཛོད་མཛེས་པ་དབྱར་གྱི་མེ་ཏོག་ཉིད། ཁོར་ཡུག་སྔོན་མོ་སྐད་ངག་སྙན་པ་ཟུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། མ་གསེར་མོ་མེས་མཛེས་པའི་འདུ་འཛིས་དང། མཆོག་གསུམ་ལྷ་ལ་དད་པའི་སྨོན་ཚིག་སྙན། ཐོ་རངས་དུང་སྒྲ་སྙན་མོ་དབྱངས་རྟ་གསུམ། ང་ཡི་དྲན་པའི་ཡུར་གྱི་སྙན་ངག་ཡིན། ཤིང་རྒྱམ་མི་ཆོས་བཙོང་མའི་སྲོལ་བཟུང་དང། དུ་གོང་ཡུལ་གྱི་རྟགས་འཇུག་མགོ་པོ་ནི། ནོར་ལུག་རི་ལ་དེད་པའི་མིག་དཀྱིལ་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། ཁ་བའི་འདབ་མ་དོར་བའི་ཚོགས་འདུ་བརྒྱད། སྐྱིད་རྡུལ་སྨྱུ་གུ་ཧུད་པའི་ཞིང་ས་གཉིས། དབྱར་རྡུལ་མེ་དུག་བཞད་པའི་མཐོ་གོང་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། སྔོ་སྐྱོང་གཡུ་ལོ་ནགས་ཚལ་མཛེས་ས་ཀྱི། ཞིང་མངའ་འོད་བཞུགས་དྲི་བསུང་མཐུ་བཟང་གཉིས། ཕ་ཡུལ་རི་ཆུ་མཛེས་པའི་སྣང་བརྙན་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། མེས་པོ་གོང་མས་མཛད་པ་ཅུང་ཟད་དང། དཀའ་ཁ་ཁྲག་གིས་བྲིས་པའི་གླེགས་བམ་གཉིས། ཤ་རུས་རིམ་གྱིས་ཟད་པའི་ལོ་རྒྱུས་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། རིགས་ཞེན་ཧུར་ཐག་དཀར་བའི་ཤེས་གསུམ་སྐྱེ། བདེན་པ་བྲག་ལ་བརྡར་བའི་སྙིང་སྟོབས་བརྙེས། གངས་འཇམ་ཚིག་གི་མེ་དུ་ཕྲེང་བ་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། མཛེས་སྡུག་འཛུམ་དཀར་རྒྱས་པའི་ཞལ་རས་དང། འགྱུར་མེད་ལྷུག་པོ་གནས་པའི་ཕོ་ཁུག་གཉིས། སྙན་འཇེབས་ངང་གིས་རོལ་མོ་སྙན་པ་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན། འཇིག་རྟེན་ཐོབ་ཤོར་བར་གྱི་རྡོ་རིང་གཅིག། ལིན་འདྲའི་མཛུབ་མོ་བཙིར་བའི་སྡེ་དཔོན་གཉིས། མི་ཚེའི་འོད་སྟོང་འབར་བའི་སློབ་གསོ་གསུམ། ང་ཡི་དྲན་པའི་ཡུལ་གྱི་སྙན་ངག་ཡིན།